ཧོ། བཀྲ་ཤིས་བདེ་ལེགས། ཨ་ནི་ད་རིང་ད། ཅིག་གི། ཏོག་དབྱིབས་ཀྱི་ནད་ཡམས་ལ་བརྟེན་ནས། ཨ་ནི་འཛམ་བུ་གླིང་གི་ད་ཡུལ་གྲུ། ཡོངས་རྫོགས་ལ་ཡང་ད་མི་མང་པོ་ཆེ་ལ། ཧ་ཅང་གི་ད་དཀའ་ཉེན་ཆེན་པོ་ཆེ་འཕྲད་པའི། དུས་ཚོད་དེའི་སྐབས་ལ་ཡང། ཨ་ནི་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས། ཡང་སྒོས། ཅིག་གི་བློ་སྦྱོང་གི་ད་ཆོས་སྐོར་དེ་ཚོ་ནང་ནས། ཨ་ནེ་ཅིག་ཏོག་དབྱིབས་ཀྱི་ནད་ཡམས་ཀྱིས་མཚོན་པས་ཨ་ང་རང་ཚོའི་མི་ཚེའི་ནང་ལོག་ལ་ཡ། ཨ་ནེ་དཀའ་ཉེན་འཕྲད་པའི་སྐབས་ལ་ཡ་དཀའ་ཉེན་དོན་ཚུགས་ལ་ཡ་གདོང་ལེན་བྱེད་སྟངས་ག་འདྲས་ཡིན་མེད་དེ་ཙམ་དུ་མ་ཟད་པའི་ཨ་ནེ་དཀའ་ཉེན་དེ་ཚོ་ཨ་ནེ་ཆོས་ཀྱི་ཆོས་སྒྲུབ་པའི་ཐབས་སམ་ཡང་མེད་ན་ལྟ་ལམ་དུ་འགྱུར་ཚུལ་ག་འདྲས་ཡིན་མེད་འོ་དེ་འདྲའི་སྐོར་ལ་ཡ་ཨ་ནེ་བརྗོད་གཞི་ལྟ་སྐད་སྙན་ལམ་དུ་འཁྱེར་ཚུལ་ཟས་ཀྱི་བརྗོད་གཞི་ཅིག་བརྗོད་གཞི་ལས་བརྩམས་ཏེ་ཨ་ནི་དེ་ནི་མ་ཡ། མདོར་བསྡུས་ཅིག། ཨ་ནི་ཞུ་ཡས་ཀྱི་འབད་རྩོལ་ཞུ་གི་ཡིན། ཨ་ནི་སྤྱི་བཏང་ནས་ད། ངས་དེ་ནི་མ་ཞུ་ཡས་དེ་ད་མང་ཆེ་ཅི་ལི་ཡ་ད་དྲན་གསོ་རང་ཚོད་དུ་ཞུ་ཡས་ཡིན་ག་རེ་གསོད་དུས། ངས་དེ་ནི་མ་ཞུ་ཡས་དེ། ཚང་མ་ལོག་གི་ཡ་ད་མཁྱེན་གསལ་ཅིག་མ་གཏོགས་ད་རྣམ་པ་ཚོ་གི་ཡ་མ་མཁྱེན་པ་གསར་པ་ཅིག་དེ་ནི་མ་ལི་ཡ་ཕལ་ཆེར་ད་ང་ལ་ཡག་ཤོས་ཡོད་མཁན་ཡོད་མ་རེད། ཨ་ནི་དེ་འདྲ་ཡིན་པ་ཡིན་དུས་ད་ཅིག་ཆོས་ཉམས་ལེན་ད་ཧུར་ཐག་པ་ད་གནང་ཉིན་གཅིག་ལ་ཡ། ད་རིང་གི་ད་བྱུང་རིམ་དེ་གི་དམིགས་བསལ་གི་ད་དཀའ་ཉེན་ཆེན་པོ་ཅིག་ད་འཕྲད་གི་མ་རེད། ཁ་རེ་སོ་དུས་ང་ཚོ་ནམ་རྒྱུན་ད་བཤད་ཚུལ་ལ་ཡོར་བ་དངོས་གནས་དྲང་གནས་གི་ཆོས་པ་ཡིན་དང་མ་ཡིན་ཟེར་ཏེ་ད། ཅེས་བཀའ་ཉན། ཕྲད་པའི་ཁ་བསྡུ་དེ་ལ་ཡ། ཨ་ནི་གདོང་ལེན་བྱས་ནས། གད་མོ་ཚེ་ཚད་ཡ་བྱས་ཅིང་འགྲོ་ཐོ་ཉེ་བཅུ་བྱུང་བ་ཡིན་ན། ད་དངོས་གནས་དྲ་གནས་ཀྱི་ཆོས་པ་ས་བྱེད་ཅིང་ལབ་གི་ཡོད་རེད་བ། ལྟོ་དང་ཉི་མས་དྲོས་དུས་ཆོས་པའི་གཟུགས། སྐད་སྙན་ཐོག་ཏུ་བབས་དུས་ཐ་མའི་གཟུགས་ས་བྱེད་ཅིང་ནས། ཨ་ནི་སྐྱིད་པོ་རྒྱག་པོ། ཚང་མ་གྲ་འགྲིག་པོ་ཡོད་པའི་ཁ་བསྡུ་དེ་ལ་ཡ། ཨ་ནི་ཆོས་པ་ཡིན་མདོག་མདོག། བྱེད་ཅིག་དང། ཨ་ནི་སྔོ་ནད་གྲང་ནད་ཀྱིས་ད་སྐད་ཉལ་ཐོག་ཏུ་བབས་ནས་ད་དཀའ་ཉེན་ཞིག་འོ་ཅེས་བྱུང་བའི་སྐབས་དུ་དེ་ལ་ཡ། ཨ་ནི་ཅིག་གར་སེ་བར་ད་དུག་རྒྱས་བརྒྱབ་དགོས་ཡ་གི་དེ་འདྲའི་གི་གནས་སྟངས་ཅིག་ཆགས་པ་ཡིན་ན། ད་སྔོ་ནད་གྲང་ནད་ཀྱིས་ད་ཆོས་ཉམས་ལེན། ཁོ། ཡག་པོ་ཅིག་བྱེད་ཐུབ་ཀི་མེད་པའི་རྟགས་རེད་ད་སོ་སོས་གི་ཡ་ཆོས་པ་ཡིན་དྲན་པ་ཡིན་ན་ལས་སྔོ་ནད་གྲང་ནད་ཀྱིས་ད་ཆོས་པ་རེག་གི་ཡོད་མ་རེད། ད་ང་རང་ཚོ་ལ་ཡ་ད་གར་སེ་བར་དཀའ་ཉེན་འཕྲད་དགོས་ཡ་དེ་ག་རེ་བཟོ་དུས་བྱེད་ད་ང་རང་ཚོ་ད། གོ། གྲ་མ་འགྲིག་པ་དེ་ད་ག་དུས་ཡིན་ནས་ཡོང་བསྡད་ཀྱི་ཡོད་རེད་པ། གོ་བ་ཁབ་ཀྱི་རྩེད་མོ་ལ་དལ་བ་ནམ་ཡང་ཡོད་མ་ཡིན་ཞེས་ཅེ་གསུངས་པ་ནང་བཞིན་བྱས་ནས་ང་རང་ཚོ་སྐྱེ་བ་ལེན་ས་དེ་འཁོར་བ་དེ་རེད། ལས་དང་ཉོན་མོངས་ཀྱི་གཞན་དབང་དུ་གྱུར་བསྡད་ཡོད་རེད། ཇི་སྲིད། ནི་ཅིག་ལས་དང་ཉོན་མོངས་ཀྱི་གཞན་དབང་དུ་གྱུར་བ་དེ་སྲིད་དུ། ནི་ཅིག་རང་ལ་ཡང་རང་དབང་གལ་ཡོད་མ་རེད་པ། ག་དུས་ཡིན་ནའི་ད་ཉིན་མཚན་མེད་པ་ཡ་དུ་ཉན་གི་སྣ་ར་དེད་ཅིག་འོ་དེ་ཡིན་པ་ཡིན་དུས་ད་དུ་ཉན་ཟེ་དེ་ང་རང་ཚོའི་གི་སྐྱེ་བའི་ཆ་ཤས་ཅིག་ཆགས་དེ་ཡོད་རེད་ད་དེ་ལ་ཡ་དུ་ངས་དེ་ལ་ཡ་དང་ལེན་བྱེད་མ་ཐུབ་པ་ཡིན་ན་ཨ་ནི་ག་ཉིན་མང་པོ་ཅིག་ཁྲིད་གི་ཡོད་རེད་དུ་ངས་ལ་ཡ་དང་ལེན་བྱེད་ཐུབ་པ་ཡིན་ན། ཨ་ནི་དཀའ་ཉེན་ཡོང་གི་ཡོད་མ་རེད་ད། ད་ལྟ་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་དེ་ཚོ་གྲག་གི་རེད་བ། ཨ་ནི་ཅིག་དེ་བ་ལ་ཡག་ད་ནུབ་ཕྱོགས་པའི་རྒྱལ་ཁབ་ཀྱི་ནང་ལོགས་ལ་ཡག་ད་དེ་འདྲས་ཀྱི་གནས་ཚུལ་བྱུང་ཡོང་དུས་ཨ་ནི་མང་པོ་ཅིག་དཀའ་ཉེན་ཞེ་བོ་ཅིག་འཕྲད་ཀྱི་འདུག་བ། ཨ་ནི་དུ་ཉེ་ལ་ཡག་དང་ལེན་བྱེད་མ་ཐུབ་པ་བྱས། ཨ་ནི་བྱེད་མ་ཐུབ་པའི་དབང་གིས་ཨ་ནི་སྤྱི་བཏང་གི་ཅིག་ཨ་ཁར་ཟེར་བ་རེད་ཅིག་མ་བགྱིས་པ་ཡོང་ཨེ། དེ་ཙམ་དུ་མ་ཟེར་བས་ཨ་ནི་སོ་སོ་སོ་སོ་ཡག་རང་སྲོག་བཅད་ཡས་ཀྱི་གནས་གང་ད་མང་པོ་བྱུང་དགོས་འདུག་ད་དེ་ཚོ་ཚང་མ་ལོ་ག་རེ་བཟོས་དུས་ད་དུག་བརྙན་གྱི་རང་བཞིན་ཡིན་པ་དང་ཨ་ནི་དུག་བརྙན་དེ་ལ་ཡ་དང་ལེན་བྱེད་དགོས་ཀྱི་ཡོད་པ་དང་དེ་འདྲས་ཀྱི་ད་དུག་ལེན་ག་རེ་ཟེར་བ་ད་དུག་བརྙན་དང་ལེན་བྱེད་མ་ཐུབ་པས་ད་སྐྱོན་གྱི་ཆགས་ཀྱི་ཡོད་རོགས་དེ་ཡིན་དུས་ཨ་ནི་དུག་བརྙན་ལ་ཡ་དང་ལེན་བྱེད་དགོས་ཀྱི་ཡོད་རེད་དུག་བརྙན་ལ་ཡ་དང་ལེན་བྱེད་ཐུབ་པ་ཡིན་ན་ཨ་ནི་དེས་ཀྱི་ད་འབྲས་བུ་དེ་དེ་ག་ས་གི་ད་ཉེན་ཁ་ཅན་གྱི་ཆགས་ཀྱི་ཡོད་མ་རེད། ད་དུ་ཉེན་དང་ལེན་བྱས་པ་ཡིན་ན་ཁོ་ལ་ཡང་གོད་པ་རྒྱུ་མཚན་ཡོད་རེད། དུ་ཉེན་དང་ལེན་བྱས་པའི་གོད་པ་རྒྱུ་མཚན་ག་རེ་ཡོད་རེད་ཟོས་དུས་དང་པོ་དེ་ལ་ཡང་དུ་ཉེན་དང་ལེན་བྱས་ཏེ་མེད་པ་ཡིན་ན་དུ་ཉེན་དང་ལེན་བྱེད་མ་ཐུབ་པ་ཡིན་ན་ཨ་ནི་དུ་ཉེན་གཉུག་མ་དེའི་སྟེང་དུ་རང་གི་རྟོག་པས་བསྐྱེད་པའི་སེམས་ཁྲལ་གྱི་དུ་ཉེན་བསྣན་ནས་ཤིན་ཏུ་བཟོད་དཀའ་བ་རྒྱུ་ལ་བྱས་རྗེས་ནས་ག་རེ་ཟོས་དུས་དུ་ཉེན་དང་ལེན་མེད་པ་ཡིན་ན་ད་དུ་ཉེན་ཡོད་ཡོད་པ་རེད་བ། དང་གིས་ཞུས་པ་ན་གཞི་བྱས་བཞིན་ང་རང་ཚོ་འཁོར་བ་པ་ཡིན་པ་ཡིན་དུས་ད་འཁོར་བའི་ནང་ལོགས་ལ་ཡང་རང་གི་འདོད་པ་ནང་བཞིན་ཅིག་ད་འགྲུབ་བས་ཡོག་མ་རེད་བ། ང་རང་ཚོ་འཁོར་བའི་དུག་ཉེན་ཤེས་བས་ཁ་ཐུག་ལ་ཡང་ཨ་ནི་ཅིག་གར་ཟེར་བ་རེད། འདོད་པས་ཨ་ནི་དལ་བ་དང་བྲལ་བ། མི་འདོད་པའི་དུག་ཉེན་ཐོག་ཏུ་བབས་པ་འོ་དེ་ཚོ་ཆགས་ཀྱི་ཡོད་རེད་བ། འོ་དེ་ཡིན་པ་ཡིན་དུས། ད་དུ་ཉན་ཏེ་ཡོད་པ་ཞི་ཤག་ཅིག་གང་ལ་ཡ། དེའི་ག་ལ་ཡ་དང་ལན་དེ་མེད་པ་ཡིན་ན། ཨ་ནི་དེའི་སྟེང་ལ་ཡ་ཨ་ནི་སེམས་ཁྲལ་ཐེབས་པ་ཅིག། རང་གི་རྟོག་པས་བསྐྱེད་པའི་ཨ་ནི་སེམས་ཁྲལ་ཐེབས་པ་ཅིག། དུ་ཉན་ཡོད་པ་དེའི་གང་ལ་ཨ་ནི་དེ་ལ་ཡ་སེམས་ཁྲལ་བྱས་བྱས་ནས་སེམས་ཁྲལ་ཐེབས་པ་ཅིག་བྱས་བྱས་ནས་ཨ་ནི་ཁོ་དུ་ཉེ་གང་ལ་ཡང་དུ་ཉེ་ཆགས་འགྲོ་གི་རེད། ད་དེ་ལས་ལྡོག་སྟེ། དུ་ཉེ་ལ་ཡང་དང་ལེན་བྱེད་ཐུབ་པ་ཡིན་ན། སྤྱི་བཏང་གི་དུ་ཉེ་གང་ཡོད་པ་དེ་ད་མེད་པ་ཆགས་ཡ་ཡོད་མ་རེད་དེ་ལས། ཡིན་ནའི། དེ་ལ་དམིགས་པའི་ཨ་ནི་ཅིག་རྔམ་སྐྲག་སྐྱེ་ཡས་ཀྱི་མཚོན་པའི་ད་སེམས་ལ་ཡ། མི་བདེ་བ་ཡོང་ཡས་དེ་མེད་པ་ཆགས་འགྲོ་གི་རེད། ཁོ་དུ་ཉེ་གཏན་ནས་ད་མེད་པ་ཆགས་ཡ་ཡོད་མ་རེད་དེ་ལས་ད་དུ་ཉེ་ཐེ་བ་དེ། ཡོང་གི་མ་རེད། འོ་དེ་ཙམ་དུ་མ་ཟད་པའི་ད་དུ་ཉན་ལེ་ཡག་དང་ལེན་ཡོད་པ་ཡིན་ན། དུ་ཉན་ད་ལྟ་གང་ཡོད་པ་དེ་ནི་སོ་སོ་གི་ཅིག་གར་སེ་གོ་རེ། ལམ་དུ་ཁྱེད་རེ་གི་དུ་ཉན་དེ་ནི་ཅིག་སངས་རྒྱས་ཀྱི་གོ་འཕང་འགྲུབ་པའི་གི་ཐབས་ལ་ཡག་རྒྱུ་རེ་གི་ཐབས་ཤེས་བྱེད་གི་རེད། འོ་དེ་འདྲ་ཡིན་པ་ཡིན་དུས་ད་དུ་ཉན་དང་ལེན་བྱེད་དགོས་ཡས་དེ་ཨ་ནི་དགོས་པ་དང་རྒྱུ་མཚན་ཆེན་པོ་ཡོད་རེད། ད་ཐང་གི་སྒང་དེ་ལ་ཡ། དུ་བརྙན་ལ་ཡ་དང་ལེན་མེད་པ་ཡིན་ན། ཨ་དུ་བརྙན་ཡོད་པ་དེའི་སྟེང་ལ་ཡ། དུ་བརྙན་ཐེ་བ་སྐྱེ་གི་རེད་ཟེ་དེ་གི་ཡ། ད། ད་ལྟ་ནུབ་ཕྱོགས་པའི་སེམས་ཁམས་རིག་པ་གི། Stress། ད་ང་ཚོ་དེ་བོད་སྐད་ཐོག་ལ་ཡ་བསྒྱུར་བ་ཡིན་ན། དེ་ལྗིད་སྣོན་འདྲ་པོ་ཞིག་ལ་དགོས་འདུག་ང་གང་བྱས Stress ཟེ་དེ། ཨ་ནི་ཅིག། སེམས་གང་རིག་པའི་ཤས་ཡོངས་འདུས། སེམས་གང་རིག་པ་པའི་ཤས་ཡོངས་འདུས། ཨ་ནི་ཅིག་ང་རང་ཚོ་གི་ལུས་པོ་ལ་ཡ་དང་ཅིག། མ་བདེ་བ་དང་ནད་ན་ཚ་སྐྱེ་ཡས་དང་དེ་ནང་བཞིན་སེམས་ལ་ཡ་མ་སྐྱིད་པ་བཟོ་ཡས་ཀྱི་ད་མ་སྐྱིད་པ་ཡོང་ས་གི་གོ་ཟེར་ནས་མི་འདུག་འབྱུང་ཁུངས་གཙོ་བོ་གཅིག་དེ་ད Stress དེ་རེད་ལབ་གི་འདུག་ང་ད Stress དེ་ག་འདྲས་སུ་ཡོང་གི་ཡོག་རེད་ལབ་ཡིན་ན་ད་ཁོང་ཚོས་ཡ་འགྲེལ་བཤད་ཅིག་རྒྱབ་གི་ཡོག་རེད་དང་པོ་དེ་ལ་ཡ།

ཨ་ནི་ང་རང་ཚོ་ཅིག་ལས་ཀ་ག་རེ་ཡིན་ནས་བྱེད་ཐུབ་གི་མ་རེད stress test ཅིག་ཁུག་གི་ཡོད་རེད། རེད་དེ་ལས stress དེ་ཨ་ནི་ཚད་ལས་བརྒལ་རྒྱུ་ཡོད་མ་རེད་ཚད་ལས་བརྒལ་བ་ཡིན་ན་ཨ་ནི་ཁོག་གི་སྐྱོན་ཡོད་རེད། བྱས་བྱས་ནས་གང་བྱས stress དེ་ལ་ཡ་ཡག་སྡུག་གཉིས་བཤད་བྱས་ནས། stress སོ་སོ་ལ་ཡ་ཟོག་པོ་ཟོག་པོ་ལ་ཡ་ཟོག་པོའི་འགུལ་སྐྱོད་བྱས་ཡས་དང་ཨ་ནི་ལས་དོན་འགྲུབ་ཡས་དང་དེ་ཚོ་ལ་ཡ་ཕན་ཐོགས་ངེས་ཀྱི་ཚད་ཚད་གྲངས་ཅིག་སྙོམས་པའི་གི stress ཅིག་འོ་དེ་ལ་ཡང་ད་ཡུ stress བྱས་བྱས་ན་ད་དེ་ཡག་པོ་ཅིག་བྱས་དེ་གོ་ཉེས་ཅིག་བྱས་ད་དེ་ལས་ཚད་དེ་ལས་བརྒལ་བ་བརྒལ་སོང་ན་ཨ་ནི་ཟོག་པོ་ལ་ཡང་གནོད་ཚབ་ཡོང་ཉེས་ཀྱི stress ཅིག་འོ་དེ་ལ་ཡང་ཨ་ནི་ག་སོ་དེ stress བྱས་བྱས་ན་ཁོ་ཚོས་ཐ་སྙད་གཉིས་བཏགས་ནས་ད་གང་བྱས stress དེ་ཨ་ནི་ཅིག་ཡུ stress བྱས་བྱས་ན་ཁོ stress ཡག་ག་དེ་ཆགས་དང། ཨ་ནེ་ད་ལྟ Distress བྱས་བྱས་ནས Stress འདུག་ག་དེ་ཆགས་མ་ཆགས་དེ་ག་བ་ལ་རག་ལས་པ་རེད་ལབ་ན། ད་རང་གི་ལྟ་ཚུལ་ཡ་སོ་སོ་གི་ཡ་ཨ་ནེ་གནས་ཚུལ་ག་རེ་བྱུང་བ་ཡིན་ནས་འབྱུང་བ་ག་རེ་ཡིན་པ་ཡིན་ནས་རྐྱེན་ག་རེ་ཡིན་པ་ཡིན་ནས་དེ་ལ་ཡ་ད་འགྲེལ་བཤད་རྒྱབ་སྟངས་དང་སོ་སོ་གི་བསམ་བློ་བཏང་སྟངས་དེ་འདྲའི་གི་ཁྱད་པར་གཅིག་གི་འོག་ནས་ཨ་ནེ་ཅིག Stress དེ་ཡང་མེད་ན་ཡག་ག་ཆགས་འགྲོ་གི་རེད་ཡང་མེད་ན་སྡུག་ག་ཆགས་འགྲོ་གི་རེད། ད་དྲིན་རེད་ས་དྲི་ཞེས་རྒྱབ་དགོས་འདུག་ང་ལྟ་དེ་ག་འདྲས་རེད་ས་ལབ་ཡིན་ན། ཨ་ནི་གཅིག་གནས་ཚུལ་འབྱུང་བ་དང་རྐྱེན་ག་འདྲས་བཞིན་པ་ཡིན་ནས། དཔེ་ན་ཆ་བཞག་ན། ད་རིང་ང་རང་ཚོ་གཅིག། ཨ། ནད་གཞི་འདིའི་རྐྱེན་ནས་ད་ང་རང་ཚོ་ལ་ཡ་སྟབས་མ་ལེགས་པ་མང་པོ་ཅིག་བྱུང་ཡོད་རེད་པ། རེད་དེ་ལས་སྟབས་མ་ལེགས་པ་བྱུང་བ་དེ་ལས་ཡ། ཨ་ནི་ལྟ་སྟངས་ཀྱི་ཁྱད་པར་གྱིས། ད་ད་རིང་གི་སྟབས་མ་ལེགས་པ་བྱུང་བ་འདི། ད་དངོས་གནས། ནང་ལ་ཡ་ནང་མི་མཉམ་དུ། ཨ་ནི་ཅིག་དེ་ཡས་ཀྱི། གོ་སྐབས་བཟང་པོ་ཅིག་རེད་འདུག་ཨ་བསམ་བསམ་ཅིག་དང། ཡང་མེད་ན། ཅིག་ཨོ་ད་རིང་གི་ད་འབྱུང་བ་དེའི་དངོས་གནས་དྲ་གནས་ང་ཆོས་ལ་ཡ་ཅིག་སྐུལ་མ་བྱས་ཡས་དང། ངས་ཀྱི་དངོས་གནས་སྡིག་སྤོང་གྱེས་དཀྲུགས་བྱས་ཡས་ཀྱི་གོ་སྐབས་དང། ཨ་ནི་ནང་ལ་ཡ་དད་བྱས་ནས་ཆོས་ཡག་པོ་སྒྲུབ་ཡས་ཀྱི་གོ་སྐབས་བཟང་པོ་ཅིག་རེད་འདུག་ཨ་བསམ་ན་བསམ་བསམ་ཀྱི་བསམ་བློ་དེ་འདྲས་ཅིག་བཏང་ཐུབ་པ་ཡིན་ན། ཨ་ནི་འདི་གར་ཆགས་འགྲོ་གི་རེད་ཟེར་དུས། ཨ་ནི་ཡུལ་སི་ཏྲེ་སི་ཟད་དེ་ཆགས་འགྲོ་གི་རེད་ཟེར་གོ། ཅིག། Stress། དུ་བ་དེ་ཆགས་ཀྱི་མ་རེད། ད་དེའི་ཚབ་ལ་ཡ། ད་ད་རིང་གི་ཅིག། འབྱུང་བ་འདི་ལ་ཡ། ད་རིང་གི་འབྱུང་རྐྱེན་འདི། ད་དངོས་གནས་དྲ་གནས་བེད་ཐབས་སྐྱོ་པོ་ཞེའུ་ཅི་རེད་བྱ་ད་དེ་གི་ང་བེད་ཁོ་རང་ཕྱི་ལོག་ལས་འགྲོ་ཡ་མི་འདུག་ང་གྲོགས་པོ་མཉམ་དུ་ལས་སྐད་ཆ་ཤེས་བྱས་མཐུག་མཐུག་བྱས་མི་འདུག་ད་དེ་ཅག་མ་བསྲིང་བྱས་བྱས་ནས་སོ་སོ་གི་བསམ་བློ་བཏང་བཏང་དེ། ཨ་ནི་ཅིག། ངན་ཕྱོགས་གི་བསམ་བློ་རྐྱང་རྐྱང་ཅིག་བཏང་བ་ཡིན་ན། ཨ་ནི་གར་བྱེད་ཀྱི་རེད་ཟེར་དུས་ཨ་ནི་དེ་གར་ཆགས་འགྲོ་གི་རེད་ཟེར་ན། ཨ་ནི་ཅིག Stress དུག་ག་དེ་ཆགས་འགྲོ་གི་རེད། ད་དེ་ང་ཚོ་ནམ་རྒྱུན་སྤྱིར་བཏང་ཁོ་རང་གི་ད་རིང་གི་ནད་ཡམས་འདི་ཙམ་དུ་མ་ཡིན་པས་ནམ་རྒྱུན་ང་རང་ཚོ་ཡོང་ཁུ་དང་མི་ག་ཤས་ཅིག་གར་ཟེར་གོ་རེད་ཅི་ཡི། ད་ཟླ་ཅིག་རླུང་བབས་སྐྱོ་པོ་དེ་འདྲས་ལས་ཡག་ད་དཀའ་ཉེན་བཞི་བོ་ཡོག་རེད་དེ་ལས་དེ་ཚོ་གི་དཀའ་ཉེན་ཁྱོད་ལ་ཡ་ཁྱོད་ནི་མ་འཛེམ་པ་བྱས་བྱས་ནས་ད་ཟླ་ཨམ་ཅིག་དེ་འདྲས་ཡོང་ཁུ་དང་ཨམ་ཅིག་དང་ཨ་ནི

ཚང་མ་ལོག་དགའ་ཞིང་སྤྲོ་བས་དགའ་ནས་ལོག་ཡོང་ཡས་བྱུང་གི་འདུག་ང་དེ་ཚོ་ག་རེ་སུ་དུ་དེ་འདྲའི་འགྲོ་ཡས་དེ་ལ་ཡ་ཨ་ནུ་ཅིག་དོན་ལྡན་ཅིག་མཐོང་རེ་བ་དེ་འདྲའི་དེ་ལ་ཡ་དངོས་གནས་གཞན་ལ་ཡ་ཕན་སེམས་འགྲོ་བས་ཀྱི་གོ་སྐབས་ཆེན་པོ་ཅིག་མཐོང་དེ་འདྲའི་གི། ག་ཅིག་ལས་ཀ་བྱེད་ཡས་ཀྱི་ལས་ཀ་དེ་ཨ་ནུ་ཅིག་གོ་སྐབས་བཟང་པོ་ཅིག་ལ་ཡ། མཐོང་ཡོང་དུས་ཨ་ནི་དེ་གི་ཡང stress ཐུག་བ་དེ་ཆགས་ཀྱི་ཡོད་མ་རེད། ད་དེ་མ་བྱེད་རང་བྱེད་རེད་ད་ང་འདོད་པ་ཡོད་མ་རེད་ཕྱི་མ་བྱེད་ནས་འགྲིག་གི་མ་རེད་བྱས་བྱས་ནས་འོ་དེ་འདྲས་ཕྱིན་ཡོང་དུས་ཨ་ནི stress ཆགས་ཀྱི་ཡོད་ད་ང་ཚོ་ལས་ཀ་གཅིག་པ་གཅིག་རྐྱང་རེད། ལས་ཀ་ལ་ཡང་འགྲོ་བའི་སྐབས་ལ་ཡང་ལས་ཀ་ལ་མ་འགྲོ་རང་འགྲོ་ར་བ་རེད་དེ། ལས་ཀ་ལ་འགྲོ་ཡས་དེ་འོ་ད་དཔེ་ན་བྱས་ན་ཅིག་དུས་བ་ལ་ཡང་སྨན་ཁང་ནང་ལོ་ལས་ཀ་བྱེད་ཉིན་རེ་བ་བཞིན་པ་ཡིན་ན། འོ་ད་དེ་ང་ལས་ཀ་ལ་ཡང་འགྲོ་ཡས་དེ། ཅིག་ངོ་ནས་མི་ནད་པ་ཚོ་ལ་ཡང་ཞབས་རྗེས་འགྲོ་བའི་གི་དངོས་གནས་དྲ་གནས་གོ་སྐབས་བཟང་པོ་ཞེ་བོ་ཅིག་རེད། ང་ཡས་གི་ལས་ཀ་འདྲ་པོ་དེ་ན་དངོས་གནས་དྲ་གནས་ལས་ཀ་ཡག་པོ་ཞེ་བོ་ཅིག་རེད་ཅེག་དེ་གི་ཡ་ང་རས་གི་ཟླ་བ་ཟླ་བ་གི་གླ་ཕོགས་རག་པ་ཙམ་དུ་མ་ཟད་པས་ང་རང་ཅིག་གཞན་ལ་ཡ་ཕན་ཕན་པ་འགྲོ་བའི་གི་གོ་སྐབས་བཟང་པོ་ཅིག་སྤྲད་གི་འདུག་ཨ་ད་དེ་བས་མ་སྲིད་གོ་སྐབས་བཟང་པོ་རེད་བྱས་བྱས་བསམ་བློ་དེ་འདྲས་གི་ལས་ཀ་ལ་ཡ་བསམ་བློ་དེ་འདྲས་ལྟ་ཚུལ་ཅིག་ཡོད་པ་ཡིན་ན་ཨ་ན་ག་དུས་ཡིན་ནས་ལས་ཀ་ལ་ཡ་འགྲོ་ཉན་གྲོ་ཡ་ཅིག་དང། ལས་ཀ་ལ་ཡ་མཚན་སྣང་ནི་ཡོང་གི་ཡོད་མ་རེད། ལས་ཀ་ལ་ཡ་མཚན་སྣང་དང་ཅིག་གར་ཚོར་འགྲོ་ཉེན་མ་སྤྲོ་བ་དེ་མེད་པ་ཡིན་དུས་ཨ་ནི་དེ་གི་ཡ stress སྡུག་ག་དེ་ཆགས་གི་ཡོད་མ་རེད། ད་དེ་ལས་ལྡོག་སྟེ་ལས་ཀ་དེ་ད་ཅག་མ་སེང་མ་འགྲོ་རང་འགྲོ་རེད་ད་ང་འགྲོ་ཉེན་ད་ཁྱོ་ནི་དྲུག་མ་འདུག་ད་མ་ཕྱིན་ན་ཨ་ཡང་གླ་ཆ་དེ་རག་གི་མ་རེད་བསམ་བསམ་གི་འདོད་པ་མེད་བཞིན་དུ་ཨ་ནི་ཚེར་བཞིན་དུ་ཕྱིན་པ་ཡིན་ན། ཨ་ནི Distress ཟེར་ཏེ་བྱ་གི་ཡོད་རེད་དེ་ཡིན་དུས་གང་ཅིག་གནས་ཚུལ་འབྱུང་བ་དེ་གཅིག་རང་ཅིག་ཡིན་པ་ཡིན་ནི་ལས་སོ་སོའི་བསམ་བློ་བཏང་སྟངས་ཀྱི་དབང་གིས་ཨ་ནི་ཅིག Stress ཡ་ག་དེ་དང Stress དུག་ག་དེ་ཆགས་མ་ཆགས་དེ་ལ་རག་ལས་ཀྱི་འདུག་ཨོ་དེ་ཡིན་དུས་ད་ཅིག་ད་གིས་གང་ལ་ཡ་དེ་ཟེར་ཡ་དེ་རེད་ག་རེ་ཟེར་གོ་རེ་དཀའ་ཉེན་ག་འདྲས་ཅིག་འཕྲད་པ་ཡིན་ནི་ལས་སོ་སོའི་བསམ་བློ་བཏང་སྟངས་ཀྱི་ཐོག་ནས་ཡང་དེ་ལ་ཡ་བཟོ་བཅོས་བྱས་ཡོད་རེད། འོ་འདི་ཡིན་པ་ཡིན་དུས་ད་ག་རེ་བྱེད་དགོས་ཀྱི་ཡོད་རེད་ཟེར་དུས་སྐད་སྙན་དེ་འདྲའི་ཕྲད་པའི་ཁ་ཐུག་རེད་ཡ། ལྷག་པར་དུ་དུག་སྙན། ད་ང་རང་ཚོ་གཙོ་བོ་དེ་དུག་སྙན་ཡོང་གི་ཡོད་རེད་བ། དུག་སྙན་ཡོང་བའི་ཁ་ལ་ཡ། ད་ང་རང་ཚོས་བསམ་བློ་བཏང་སྟངས་དེ་ལ་འགྱུར་བ་གཏང་དགོས་ཡོད་རེད། ནམ་རྒྱུན་ང་རང་ཚོ་དུག་སྙན་ཅིག་བྱུང་བ་ཡིན་ན་ད་དུག་སྙན་དེ་ལ་ཡ་ཡོན་ཏན་གྱིས་མཐོང་གི་ཡོད་མ་རེད་བ། ད་དུག་སྙན་བྱུང་བ་དེ་ལས་ཅིག་སྐར་སྙན་ཕྲད་པ་དེ་ལས་ཅིག་ཡོན་ཏན་ཅིག་བལྟ་ཐུབ་ན། ཨ་ཡང་བསམ་བློ་བཏང་བཏང་ནས་འགྱུར་བ་དེ་འགྲོ་བར་བ་དེ་ཉན་དུས་ཨ་དུ་ཉན་ལ་ཡང་ཡོན་ཏན་ཡོད་རེད་ཟེར་བྱས་ནས་རྩོམ་མ་རེད་ཡོན་ཏན་ག་རེ་ཡོད་རེད་ཟེར་དུས་སྤྱོད་འཇུག་ལས། དུ་ཉན་མེད་པར་ངེས་འབྱུང་མེད་དེ་བས་སེམས་ཁྱོད་བརྟན་པར་ནུས་ཟེར་བྱས་ནས། དུ་ཉན་ཏེ་ཟེར་གྱི་མ་མྱོང་པ་ལ། ཨ་ནི་ངེས་འབྱུང་བསལ་ཏེ་འཁོར་བ་ལ་ཉེས་པར་བྱུང་བའི་ངེས་འབྱུང་བསལ་ཏེ་སྐྱེ་ཡོད་མ་རེད། ངེས་འབྱུང་སྐྱེས་པ་ལ། ཡིན་རྗེས་མིན་རྗེས་ད་དུ་ཉེག་བསམ་གོ་གི་ཡོད་རེད། འཁོར་བ་ལ་ཡ་ཨ་ནི་འཁོར་བ་དོ་ཉེག་གི་རང་བཞིན་ཡིན་པ་བསམ་བློ་དང་ནི་འཁོར་བ་དོ་ཉེག་གི་རང་བཞིན་ཡིན་པ་བསམ་བློ་དང་འཁོར་བ་གི་བེད་འཁོར་བའི་ནང་ལོགས་ལ་ཡ་ཨ་ནི་གཅིག་དོ་ཉེན་གསུམ་གྱི་ད་ཉེན་མཚན་མེད་པ་རྣར་བརྫུས་ཏེ་བསམ་བློ་བཏང་ཡོང་དུས་ཨ་ནི་གཞི་ནས་འཁོར་བ་དེ་ནས་ཅིག་ཐར་རོགས་བྱས་ན་བསམ་པའི་ཨ་ནི་ཐར་བ་དོ་ཉེག་གི་བློ་དེ་སྐྱེ་གི་ཡོད་རེད་བ་དེ་ཡིན་དུས་དོ་ཉེག་ལ་ཡ་ཡོན་ཏན་གཅིག་ག་རེ་ཡོད་རེད་བཟོས་དུས། ཨ་ནི་གཅིག་ངེས་འབྱུང་སྐྱེ་གི་དེ་ཡོད་རེད། དེ་ནང་བཞིན་གཞན་ཡང་དུག་ཉའི་ཡོན་ཏན་ནི་སྐྱོ་བའི་དྲེགས་པ་སེལ་བར་བྱེད། ཨ་ནི་དུག་ཉའི་དེ་འདྲའི་འབྱུང་བྱེད་དུས་ཨ་ནི་སོ་སོ་ལ་ཡང་སེམས་ལ་ཡང་སྐྱོ་བ་འདྲ་སྟེ་སླད་ཡོང་དུས་ད་གཅིག་དྲེགས་པ་སེལ་བར་བྱེད་ཀྱི་དྲེགས་པ་སེལ་དུས་ད་ང་རྒྱལ་ཟེར། ཞེས་ནམ་རྒྱུན་ང་རང་ཚོ་མི་ག་ཤས་ཅིག་སྟེ་གྲ་འགྲིག་པོ་དང་ཞི་བོ་ཡོད་ན་ཡང་སྤོབས་པ་འཐོབ་པོ་འདྲ་ཆགས་འགྲོ་གི་འདུག་ཨ་ནི་སྟེ་ནག་བྱེད་དུས་ཨ་ནི་མ་དཔལ་གོར་མ་ཆགས་འགྲོ་ཡོང་གི་འདུག་འོ་དེ་ཡིན་དུས་ཨ་ནེ་ཚམ་ཙམ་ཏི་སི་ཆེ་དུ་ཉེ་བྱུང་བ་ཡིན་ན་དཀའ་ཉེན་ཏི་སི་འཕྲད་པ་ཡིན་ན་ཨ་ནེ་སོ་སོ་སོ་སོ་ང་གལ་ཆེན་པོ་ང་ཞི་བ་ཅིག་ཡིན་བསམ་བསམ་གི་ང་གལ་དང་དྲེགས་པ་ཏི་ཨ་ནེ་མེད་པ་ཆགས་ཀྱི་རེད་ཏི་སེ་ཨེ་ལ་ཡ་ཨ་ནེ་ཕན་ཐོགས་པོ་རེད། དེ་ནང་བཞིན་ཁོ་བ་པ་ལ་སྙིང་རྗེ་སྐྱེས་སི་ཆེ་ཆེ་ནས་ཨ་སོ་སོ་དུ་ཉེ་གི་མནར་ཡོང་དུས་ཨ་ནི་གཞན་ལ་ཡང་སྙིང་རྗེ་སྐྱེ་ཡས་ཀྱི་ཁྱད་པར་འགྲོ་གི་རེད། ཁ་རོས་སུ་དུ་ཨིན་ཇི་ཁལ་ལ་ཡང Empathy ཟེར་གྱི་འདུག་ད་སོ་སོ་ཡང་དོ་ཉེས་ཀྱི་མནར་ཡོང་དུས་ད་ཕ་ཆོག་དེ་ལས་དོ་ཉེས་ཀྱི་མནར་ཚུལ་དེ་སོ་སོ་ཀྱིས་སོ་སོ་ཀྱི་ད་འཚོ་བའི་ཐོག་ནས་སོ་སོ་ཀྱི་ཉམས་མྱོང་གི་ཐོག་ནས་ཨ་ནི་གཞན་དོ་ཉེས་ཀྱི་མནར་ཚུལ་དེ་བསམ་བློ་དེ་སླེ་གི་ཡོད་རེད་ད་ད་ང་རང་ཚོ་ཅིག་སྙིང་རྗེ་གོམས་པའི་ཁ་ཐུག་དེ་ལ་ཡང་རྙེད་ལ་ཡང་ཅིག་སེམས་ཅན་གཞན་གྱི་དོ་ཉེས་བསམ་ཡས་ཀྱི་སྔོན་ལ་ཡང་རྙེད་ལ་སོ་སོ་ལ་ཡང་དོ་ཉེས་བསམ་དགོས་གི་རེད་ཟེར་བྱས་བྱས་ནས་ལམ་རིམ་བེད་སྤྱོད་དང་སྲུང་འགོ་གཏོང་བ། ག་རེ་བཟོ་དུས་གཉེར་ལ་ཡ་སོ་སོ་དུ་གཉེར་གི་རྣར་འཛུལ་དེ་བསམ་བློ་ཡག་པོ་ཆེ་བཏང། སྒོམ་ནས་བསམ་བློ་ཡག་པོ་ཆེ་བཏང་ནས་ཅིག་ཤེས་པ་ཡིན་ན་ཨ་ནི་དེ་ཁ་བོད་ཆོས་ཆོས་ཆགས་ཀྱི་ཡོད་རོ་ད་ང་ནང་བཞིན་ཨ་ནི་སེམས་ཅན་གཞན་པ་ཡང་ཨ་དེ་འདྲས་སེ་རྣར་གྱི་ཡོད་རེད་སེ་ཅེ་བསམ་བློ་བཏང་ཡོང་དུས་ཨ་ནི་སྙིང་གཅིག་སྐྱེ་གི་ག་རེ་སུ་སྐྱེ་སླ་བ་འོ་དེ་འདྲས་ཡོད་རེད་དེ་ཡིན་པ་ཡིན་དུས་ཨ་ནི་ཁོ་བ་བ་ལ་སྙིང་གཅིག་སྐྱེ་གི་ཨ་ནི་ཁྱད་པར་ཡོང་གི་རེད་དེ་ནང་བཞིན་སྡིག་ལ་འཛེམ་ཞིང་དགེ་ལ་འགགས། ད་སོ་སོ་ལ་ཡང་སྡུག་བསྔལ་བྱུང་ཡོང་དུས་ད་སྡུག་བསྔལ་ཟེར་ཡས་དེ་ཁོ་རྒྱུ་མེད་རྐྱེན་མེད་ལས་ཡང་འབྱུང་གི་མེད་པ་དེ་ཧ་གོ་ལས་འབྲས་ཀྱི་རྣམ་བཞག་ཅིག་ཤེས་ཀྱི་ཡོད་པ་ཡིན་དུས་ཨ་ནི་ཅིག་སྡུག་བསྔལ་གར་ཚོར་དགོས་དགོས་མི་འདུག་ན་ཨ་ནི་སྡུག་བསྔལ་གྱི་རྒྱུ་ཨ་ནི་སྡིག་པ་འཛེམ་དགོས་ཀྱི་ཡོད་པ། སྡིག་པ་སྤོང་དགོས་ཀྱི་ཡོད་པ། འོ་འདི་ཤེས་པ་ཡིན་དུས་ཨ་ནི་སྡིག་པ་འཛེམ་པ་དང་ཨ་ནི། དེས་ཀྱི་ལྡོག་ཕྱོགས་ད་གར་ཟེར་བ་རེད་དལ་བ་ཡོང་ཡག་གི་རྒྱུ། དགེ་བ་བསྒྲུབ་པ་ལ་དགའ་བ་དགེ་བ་འགྲུབ་པ་ཡོང་གི་ཡོད་རེད། འོ་འདི་ཡིན་དུས་ཨ་སྡུག་བསྔལ་ལ་ཡང་ཡོན་ཏན་བསམ་བློ་བཏང་པ་ཡིན་ན། ཨ་ནི་ཡང་ཅིག་སོ་སོ་གི་གནས་ཚུལ་རྐྱེན་ངན་དེ་ཚོ་ལ་ཡང་བསམ་བློ་བཏང་བཏང་གི་ཁྱད་པར་ཨ་ནི་འགྱུར་བ་ཐེག་གི་རེད། ད་ཡང་གཅིག་སོ་སོ་གི་བསམ་བློ་བཏང་སྟངས་ཀྱི་བློ་བསྒྱུར་སྟངས་གཅིག་གར་ཡོད་རེད་བཟོས་དུས་ད་ང་ནམ་རྒྱུན་ང་རང་ཚོ་ཡོངས་གྲགས་ལབ་བསྡད་དེ་གལ་ཏེ་བཅོས་སུ་ཡོད་ན་ནི་དེ་ལ་མི་དགའ་བྱེད་བཞིན་ཡོད། གལ་ཏེ་བཅོས་སུ་མེད་ན་ནི་དེ་ལ་མི་དགའ་བྱས་ཅི་ཕན་བྱས་བྱས་ནས་ད་འདི་ག་རེ་བཟོ་གི་རེད་ད་ཤ་འདི་བདེ་བ་སློབ་དཔོན་ཞི་བ་ལགས་ཀྱིས་ད་རིག་པ་དཔེ་མ་སྲིད་གོ་བདེ་བོ་དཔེ་མ་སྲིད་ནུས་པ་ཆེན་པོ། ད་འདི་ང་རང་སྒེར་རེད་འདྲ་པོ་ཆ་བཞག་པ་ཡིན་ན་འདི་དངོས་གནས་དྲང་གནས་ཀྱི་ཕན་ཐོགས་ཞེ་བོ་ཡོད་པ་ཡོད་པ་དེ་འདྲ་ཞིག་ང་རང་ཚོར་སོང། ཅིག་སོ་སོ་ལ་ཡང་སེམས་ལ་ཡང་དངོས་གནས་དྲང་གནས་ཀྱི་ད་བཀའ་རྙིང་ཞེ་བོ་ཅིག་འཕྲད་པའི་དགའ་སྡུག་དེ་ལ་ཡ། ད་ལྟ་སློབ་དཔོན་ཞི་བ་ལགས་ཀྱིས་གསུངས་པའི་ཚིགས་བཅད་འདི་བསམ་བློ་བཏང་ཐུབ་པ་ཡིན་ན། དངོས་གནས་དྲང་གནས་ཀྱི་ཕན་ཐོགས་ཡོད་པ་ཅིག་ད་དེ་ག་འདྲས་རེད་ཟེར་དུས་ད་ང་རང་ཚོ་ལ་ཡ་དཀའ་རྙོག་ད problems ལ་འུར་བ་དེ་འདྲས་ཀྱི་ད་ད་རིང་གི་གནས་སྟངས་ཆ་བཞག་པ་ཡིན་ན་དེ་འདྲས་ཀྱི་ད་ནད་གཞི་དེ་འདྲས་ཀྱི་འཇིགས་སྣང་ཆེན་པོ་ཞེ་བོ་ཅིག་ཡོད་རེད་བ་ད་དེ་འདྲ་བོ་ཆ་བཞག་པ་ཡིན་ན་ཨ་ནི་དེ་ལ་ཡང། ལྟ་དང་པོ་དེ་ལ་དྲི་བ་འདི་དྲི་ཡས་རེད། དེ་འདྲས་ཀྱི་ནད་གཞི་དང་དེ་འདྲས་ཀྱི་དཀའ་ཉེན་དེ། བཅོས་སུ་ཡོག་རེད་བས་ཡོག་མ་རེད་བས། ཨ་ནི་ལན་དེ་ལ་ཡང་བཅོས་སུ་ཡོད་ན། ཨ་ནི་དེ་ན་མི་དགའ་ཅི་ཞིག་ཡོད། གལ་ཏེ། དཀའ་ཉེན་ག་འདྲས་སྦྱིན་པ་ཡིན་ནས་རེད་རྙོག་དྲ་ག་འདྲས་སྦྱིན་པ་ཡིན་ནས་རེད། རེད་བ། གནས་སྟངས་ཐབས་སྡུག་པོ་ག་འདྲས་སྦྱིན་པ་ཡིན་ནས་རེད། དེ་ལ་ཡང་བཟོ་བཅོས་བརྒྱ་ཡས་ཡོད་རེད་པས། གལ་སྲིད་བཟོ་བཅོས་བརྒྱ་ཡས་ཡོད་པ་ཡིན་ན། ཨ་ནི་དེ་ལ་ཡང་ཅིག་གར་སོ་བོ་མ་སྐྱིད་པ་དང་མ་དགའ་བ་དང་ཨ་ནི་སེམས་ཁྲལ་བྱེད་དགོས་ཀྱི་མི་འདུག་ཨ། གར་སོ་དུས་ཁོ་བཅོས་སུ་ཡོད་པ་ཡིན་དུས་ད་དེ་བཅོས་ཡས་ཀྱི་ཐབས་ཤེས་བྱེད་དགོས་ཀྱི་རེད་པས། ད་ཡང། དེ་འདྲའི་གི་དཀའ་ཉེན་དེ་ཨ་ནི་བཅོས་སུ་མེད་ན། ད་བཅོས་སུ་མི་འདུག་ལབ་ན། ཨ་ནི། མི་དགའ་བྱས་ཅི་ཕན། ད་དེ་ལ་ཡ་བཟོ་བཅོས་རྒྱལ་བས་ཁྱོད་ནི་མེད་ན་དེ་ལ་ཡ་བྱས་ཡ་གྱེས་དགོས་ཅི་མེད་པ་ཡིན་ན་ཨ་ནི་སེམས་ཁྲལ་བྱས་ནས་གར་ཅི་གས། དེ་གིས་ཨ་ནི་སོ་སོ་ཡ་བུ་སོ་དོག་པོ་བྱས་ནས་མ་སྐྱིད་པ་གར་ཅི་བྱེད་ཀྱི་ཡོད་གར་སོ་དུས་མ་སྐྱིད་པ་བྱས་པ་དེ་གིས་ཨ་ནི་ཕ་ཆོག་གི་དཀའ་རྙོག་དེ་སེལ་གྱི་མི་འདུག་ཨ་དེ་ལ་ཡ་བྱས་ཡ་གྱེས་དགོས་ཅི་མི་འདུག་ཨ། དཔེར་ན་ང་རང་ཚོ་དཀའ་ཉེན་མང་པོ་ཅིག་ཁ་རོལ་བཟོས་དུས་སོ་སོ་གིས་ད་ཅིག་ཕ་མ་པིན་རྒྱག་ཡིན་ནའི་རེད་ནང་མི་ཡིན་ནའི་རེད་དེ་འདྲས་ཀྱིས་ད་ཁ་རི་ས་གོ་རི་ཤི་ཡས་དེ་འདྲས་བྱུང་སོང་ན། རེད་བ། ནང་ཁ་རི་ས་གོ་རི་ནང་མི་ནང་ལོག་ལ་ཡ། ཨ་ནེ་ཅིག་ཁ་རི་ས་གོ་རི་ད། ཧ། དེ་འདྲས་ཀྱིས་ད་མི་གྲོངས་བ་ལ་སོགས་པ་བྱུང་བ་ཡིན་ན་དེའི་ཁ་ཐུག་ད་ལ་ཡ་ད་དཀའ་ཉེན་ཆེན་པོ་ཅིག་འཕྲད་ཀྱི་ཡོད་རེད་བ། ཨ་དེ་ཚོ་ང་ཚོ་མང་ཆེས་ཅིག་ཡ་ད་དངོས་གནས་དྲང་གནས་སེམས་ཕམ་པོ་ཅན་ཁ་ཆེ་སྡུག་པོ་ཞིག་པོ་ཅིག་ཡུན་རིང་པོ་བྱེད་ཀྱི་ཡོད་རེད་བ། ཨ་ནི་ཕྱི་རྒྱལ་མའི་དོན་ཚོ་ཡིན་ན་ད་ལྟའི་དཔལ་འཁོར་རང། Prolonged Grief། ཟེར་གི་རེད་དེ་འདྲས་ཀྱི་དཔལ་འཁོར་རང་སྡུག་བསྔལ་དེ་ཡུན་རིང་པོ་ཞེ་བོ་ཅིག་མྱ་ངན་དེ་ཡུན་རིང་པོ་ཞེ་བོ་ཅིག་བྱས་བྱས་ནས་མཇུག་མ་ད Depression ཟེར་དེ་ལ་ཡང་རྒྱུ་འགྲོ་གི་འདུག་ང་ད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ཉུལ་ཉུལ་རུ་བ་འོ་དེ་ཚོ་བསམ་བློ་དེ་ཚོ་བཏང་པ་ཡིན་ན་ཕན་གི་འདུག་ང་ཅིག་མི་གྲོངས་པ་ཡིན་ནས་ལས་ད་གྲོངས་པ་ཚར་བ་དེ་ལ་ཡང་ཨ་ནི་སེམས་ཁྲལ་བྱས་ནས་ཕན་ཡས་འདུག་མི་འདུག་ཕན་ཡས་མི་འདུག་ན་ཨ་ནི་བྱས་མ་བྱས་ཁས་མི་མཐོང་ཨང། འོ་དེ་འདྲས་སུ་བྱས་བྱས་འགྲིག་པ་བཏང་ཡ་རེད་ད་རིང་གི་གནས་སྐབས་དེ་ལ་ཡང་ང་རང་ཚོས་ཀྱི་ཡ་ད་ད་རིང་གི་དཀའ་རྙོག་འདྲ་བོ་དེ་ལ་ཡ། སོ་སོའི་སྒོ་ནས་བཅོས་སུ་སོ་སོའི་སྒོ་ནས་བྱེད་ཡས་མང་པོ་ཡོད་རེད་རེད་བ། སོ་སོའི་སྒོ་ནས་བྱེད་མ་འཐུ་བའི་ཆ་ཡས་མང་པོ་ཡོད་རེད། བྱེད་འཐུ་ཡས་ཀྱི་ཆ་དེ་ཚོ་སོ་སོའི་བྱེད། བྱེད་མ་འཐུ་བའི་ཆ་དེ་ཚོ་ལ་ཡ། ཨ་ནི་ད་བྱས་མ་བྱས་ཁས་དེ་བུ་ཚོ་ལྟོགས་པ་བྱས་མ་བྱས་མི་འདུག་བསམ་བསམ་བྱས་བསམ་བློ་བཏང་ཐུ་ན། ཨ་ནི་ཡག་པོ་ཆགས་ཀྱི་འདུག་ཨང། འོག་ཏུ་བྱས། ད་ལྟ་སྐལ་ངན་ད་སྐལ་ངན་པ་དེ་ཚོ་གྲོགས་སམ། ཨ་ནི་ཅིག་ལམ་ལ་ཡང་འགྱུར་སྟངས་ག་འདྲས་རེད་ལབ་ཡོང་དུས། ད་ལྟའི་འགྱུར་སྟངས་དེ་ཨ་ནི་གར་ཟེར་བ་རེད། ཨ་ད་ལྟ་བློ་སྦྱོང་གི་ཆ་བེད་ནང་ལོག་ལ་ཡག་ད་བསམ་པའི་མགོ་ནས་འགྱུར་སྟངས་ཅིག་དང་སྦྱོར་བའི་སྒོ་ནས་འགྱུར་སྟངས་ཞེས་བྱ་འགྱུར་སྟངས་གཉིས་གསུངས་པ་རེད། ད་བསམ་པའི་སྒོ་ནས་འགྱུར་སྟངས་ག་འདྲས་རེད་ཟེར་དུས་དང་པོ་དེ་ལ་ཡ། ད་ད་རིང་གི་དཀའ་རྙེད་ག་འདྲས་ཅིག་འཕྲད་ཡོད་པ་ཡིན་ནས་ད་ད་རིང་གི་གནས་ཚུལ་ཙམ་དུ་མ་ཟད་པའི་ད་ནམ་རྒྱུན་ང་རང་ཚོ་མི་ཚེའི་ནང་ལོགས་ལ་ཡ། གྲམ་ལ་འགྲིག་པ་དང་ད་རྐྱེན་ངན་པ་ག་འདྲས་ཅིག་འཕྲད་པ་ཡིན་ནས་ལས། ད་གཞན་སུ་ལ་ཡང་ལས་ལན་མི་འདའ་བ་ཟེར་དུས་གཞན་སུ་གཅིག་ལ་ཡང་ཨ་ནི་ཅིག་ཡ་ལ་འཕྲད་ས་མེད་པ། ར་བ་གཙོ་བོ་དེ་སུ་རེད་ཟེར་དུས་ད་ཀུན་གྱི་བྱེད་པོ་དེ་སུ་ཡིན་ཟེར་དུས། བདག་འཛིན་གོང་པོ། སོ་སོའི་ཁྱོད་ཀྱི་བདག་འཛིན་གྱི་དེ་གི་ཆད་པ་ཡིན་བསམ་བསམ་གི་བསམ་བློ་དེ་ལྡང་དགོས་ཀྱི་རེད། ག་རེ་བཟོ་དུས་ང་རང་ཚོ་ཡ་གཅིག་བཟང་ངན་ག་འདྲས་ཅིག་བྱུང་པ་ཡིན་ན་ལས་དེ་ཐམས་ཅད་ད་ལས་ཀྱི་རྣམ་དབྱེ་རེད་བཤད་དགོས་རུང་བ། ལས་དེ་སུས་བསགས་པ་རེད་ང་རང་ཚོས་བསགས་པ་རེད། ང་རང་ཚོས་བསགས་ལུགས་བསགས་སྟངས་ག་འདྲས་བསགས་པ་རེད་བཟོ་དུས་ད་ག་རེ་བཟོ་རུང་ཉོན་མོངས་ཀྱི་གཞན་དབང་དུ་ཕྱིན། འདོད་ཆགས་ཞེ་སྡང་གཏི་མུག། དེའི་ནང་ནས་ཀྱང་གཏི་མུག། ད་གཏི་མུག་དེ་ག་རེད་བཟོས་དུས། ཨ་ནི་ཅིག། བདག་འཛིན་མ་རིག་པ། རེད་བ། གཏི་མུག་མ་རིག་པ་ཟེར་ཡས་དེ། ཨ་ནི་ཅིག། ག་རེ་ཟེར་བ་རེད་ད། ད་ལྟ་དེ་ན་གསུངས་པ་ན་གཞི་ཅན་བཞིན། བདག་འཛིན། དག་རང་བཞིན་གྱི་སྤྲུལ་པ་འཛིན། དེའི་དབང་གིས་དག་ལ་ཆགས་པ་སྐྱེ། དེའི་དབང་གིས། ཨ་ནི་ཅིག། ད། སྐྱེ་བ་དང་མི་སྐྱེ་བ། གར་བཟོ་བར་སྡིག་པ་འོག་འདུག་སོ་ཅེས་བསམས། བསམས་པ་དེའི་དབང་གིས་ད་འབྲས་བུ་མྱོང་བ་ཡིན་པ་ཡིན་དུས་གང་ཅིའི་མ་ཅིག་རྩད་བཅད་པ་ཡིན་ན། ད་ནངས་རང་ཚོ་ལ་ཡ་བཀའ་ཉན་འཕྲད་ཡས་དེ་ཅིག་ཡས་ནས་མ་ཅིག་རྩད་ཅིག་བཅད་ན་ཏུ་ས་ག་བ་ལ་ཐུག་ཡོང་གི་རེད་བཟོ་དུས། ཨ་ནི་སོ་སོ་ལ་རང་ཐུག་གི་རེད། ད་གཅིག་འཛིན་རང་རང་གཅིག་གར་བཟོ་བར་བདག་འཛིན་དེ་ལ་ཐུག་གི་རེད། ད་ནི་ང་ཚོ་བློ་སྦྱོང་གི་དཔེ་ཆ་མང་ཆེ་ན་ལོ་ལོ་ཡ་ད་རང་གཅེས་འཛིན་དེ་ལ་བཤད་གི་ཡོད་ར་རང་གཅེས་འཛིན་གི་ཉེས་པ་བཤད་ཡོང་དུས་ཁ་ཆེ་ཁྲ་མ་འགྲིག་པ་ཐམས་ཅད་དེ་རང་གཅེས་འཛིན་གི་སྐྱོན་ཡིན་པ་དང་རེ་བ་རང་ཉིད་གཅེས་འཛིན་གུས་པ་ཀུན་གྱི་གོ་ས་ལ་གི་དོང་ཁ་ཆེ་ཁྲ་མ་འགྲིག་པ་ཡོང་ཡས་གི་འབྱུང་ས་གི་གོ་གཅིག་པུ་དེ་ག་རེ་བཟོ་དུས་ཨ་ནི་རང་གཅེས་འཛིན་རེད་ད་རང་གཅེས་འཛིན་དེ་ག་ནས་ཡོང་གི་ཡོད་རེད། ཨ་ནི། བདག་འཛིན་ནས་ཡོང་གི་ཡོད་རེད་བདག་འཛིན་མ་རིག་པ་དེ་ནི། དེ་ཡིན་དུས་ད་རང་ལ་ཡང་སྐད་སྙན་ག་འདྲས་ཅིག་འཕྲད་པ་ཡིན་ནའི་ལེ་ད་མི་སུ་གཅིག་ལ་ཡང་ཕག་འཛུགས་འཛུགས་ས་མེད་ཨ་ད་ང་རང་རང་གིས་བྱས་པ་ཡིན་ཨ་ང་རང་གིས་སྐྱེ་བ་སྔས་མ་ཨ་ནི་ཅིག་བྱེད་སྟངས་ཅིག་མ་འགྲིག་པ་དེས་བྱས་པ་ཡིན་ཨ་དེ་ཡོང་ཡས་དེ་ཡང་ཨ་ནི་བདག་འཛིན་མ་རིག་པ་དེ་གི་དབང་གིས་ཡོང་བ་ཡིན་ཨ་བསམ་བསམ་གི་དེ་འདྲས་ཅིག་བསམ་བློ་ཅིག་བཏང་དགོས་ཀྱི་རེད། དེ་ཙམ་དུ་མ་ཟད་པའི་ཨ་ནི་བསམ་བློ་བཏང་ད་ད་དེ་འདྲས་ཡིན་པ་ཡིན་ན། ད་ད་རིང་གི་ཨ་ནི་དེ་འདྲས་ཀྱིས་ད་རྐྱེན་ངན་པ་བྱུང་ནས་འབྲས་བུ་ངན་པ་སྨིན་པ་དེ་ཨ་ནི་བསམ་བློ་བཏང་ད་ག་འདྲས་བཏང་དགོས་རེད་བཟོ་དུས་ད་ད་རིང་གི་རྐྱེན་ངན་འཕྲད་པ་དེ་ག་རེད་བཟོ་དུས་ད་རང་གི་སྐྱེ་བ་སྙེ་མ་ས་བཞག་པའི་ལས་ངན་པ་དེ་ཚོ་ཨ་ནི་ཟད་པའི་ཐབས་ཡིན། ད་དངོས་གནས་དྲ་གནས་ཡག་པོ་བྱུང་བཟོ་རོགས་པ། ད་རིང་ང་ལ་ཡ་དེ་དེ་འདྲས་ཀྱིས་རྣམ་སྨིན་སྨིན་ཨེ་དེ་ཡག་པོ་བྱུང་བཟོ་གཅིག་བྱས་པ་ཡིན་ན་གཅིག་ལས། སྐར་ཚོགས་རྡེག་གི་ལས་དངོས་གནས་ལས་ཀྱི་འབྲས་བུ་དངོས་གནས་དེ་བྱས་པ་ཡིན་ན་གཅིག་བྱས་ན་ང་ངན་སོང་གསུམ་ལ་ཡ་བེད་སྤྱད་དེ་སྐྱེ་སྲིད་པ་ཡིན་གྱི་རེད། རེད་དེ་ལས་ད་ངན་སོང་གསུམ་ལ་ཡ་སྐྱེ་མོ་གོ་བ་བྱས་བྱས་ནས་དེ་བེད་ཁོ་རང་ལས་ཀྱི་དེ་གི་འབྲས་བུ་ད་ཆུང་དུ་འདྲ་བ་ཆེན་བྱས་ནས་ཨ་ཚེ་འདི་ལ་ཡ་མི་ཚེ་འདིའི་ནང་ལོག་ལ་ཡ་ཨ་ནི་དེ་འདྲས་ཀྱི་སྐད་སྙན་བྱས་ཀྱི་རྣམ་པ་ལ་ཡ་སྨིན་བྱས་ནས་ཨ་ནི་གཅིག་ངན་སོང་གསུམ་དུ་སྐྱེ་ཡས་ཀྱི་སྡིག་པ་ཆེན་པོ་དེ་འདྲས་ཨ་ནི་ཟས་ཀྱི་ཐབས་སྐར་ཚ་ཟས་ཀྱི་ཐབས་ཅིག་ལ་ཡང་རེ་ལྡན་ཤགས་འོ་དེ་འདྲའི་བསམ་བློ་བཏང་དགོས་ཀྱི་རེད། ད་དེ་ཙམ་དུ་མ་ཟད་པས། ཨ་ནི་སེམས་ཅན་གཞན་རྣམས་ཀྱི་གནོད་པ་དང་དུག་ཉེས་དེ་ཐམས་ཅད་ཀྱང་བདག་གི་རྒྱུད་སྟེང་དུ་སྨིན་པར་གྱུར་ཅིག་སྙམ་དུ་གཏོང་ལེན་གོམས། ད་བདག་གི་གཉེན་ལ་ཡང་གང་གི་བསམ་བློ་གཉིས་དེ་བཏང་ཚར་ཡོད་མོད་ཡིན་དུས་ད་གང་བྱས་རང་གིས་མྱོང་ནི་མྱོང་དགོས་རུང། གང་བྱས་སོ་སོ་གིས་ཡང་ད་དཀའ་ཉེན་དེ་འཕྲད་ནི་འཕྲད་བསྡད་ཡོད་རེད་དཀའ་ཉེན་དེ་མྱོང་ནི་མྱོང་དགོས་ཀྱི་ཡོད་རུང། དེ་ཡིན་དུས་ད་བཀའ་ཉན་མྱོང་པ་དེ་ཨ་ནི་མྱོང་གོ་ཆོད་པ་ཅིག་བྱེད་དགོས་ཀྱི་རེད་དེ་ག་འདྲས་སུ་བྱེད་དགོས་ཀྱི་རེད་ལབ་ན་ཨ་ནི་ཅིག་གཏོང་ལེན་གོམས་དགོས་ཀྱི་རེད། ད་རེས་ངས་དུས་ངན་དེ་འདྲས་ཅིག་མྱོང་པ་དེ་ཨ་ནི་སེམས་ཅན་གཞན་པ་ད་དེ་འདྲས་ཀྱིས་མྱོང་བར་འགྱུར་བའི་ཀྱི་ལས་ག་རེ་ཡོད་པ་དེ་ཐམས་ཅད་ད་ད་རེས་ངས་མྱོང་བ་དེ་གི་ཡ་མྱོང་གོ་ཆོད་པ་ཤོག་ངས་ག་ལ་ཡ་ད་ད་རེས་མྱོང་བཞིན་པའི་སྐབས་དེ་ལ་ཡ་ངའི་ཐོག་ལ་ཡ་སྨིན་པ་ཤོག། བསལ་བྱས་ནས་སྨོན་ལམ་དང་འབྲེལ་བའི་ཐོག་ནས་ཨ་ནི་སྟོང་ལན་གོང་བསྐུར་དགོས་རེད། འོ་དེ་འདྲས་སུ་བྱས་པ་ཡིན་ན། ཨ་ནི་གཅིག་དུ་ཉེ་མྱོང་བ་ཙམ་དུ་མ་ཟད་པའི་དེ་དང་མཉམ་དུ་ཨ་ནི་གལ་བ་བརྗེད་བསགས་འགྲོ་གི་ཡོད་རེད་དེ་ཆོས་ཀྱི་ཉམས་ལེན་བརྗེད་ཆགས་འགྲོ་གི་ཡོད་རེད། དེའི་ནང་ནས་ཀྱང་ཐེག་པ་ཆེན་པོའི་ཆོས་ཀྱི་ཉམས་ལེན་བརྗེད་ཆགས་འགྲོ་གི་ཡོད་རེད། གང་ལྟར། ད་ཅིག་ག་རེ་ཟེར་བ་རེད་དགེ་རྒན་ག་འདྲས་ཀྱིས་ཕྲད་པ་ཡིན་ནས་ལས་དེ་ཐམས་ཅད་ཨ་ནི་མཐུན་རྐྱེན་ལ་ཡང། ཆོས་སྒྲུབ་པའི་མཐུན་རྐྱེན་ལ་ཡང། གྱུར་ཐུབ་པའི་གཅིག་དང། དེ་ནང་བཞིན་བར་ཆད་ག་འདྲས་ཀྱིས་བྱུང་བ་ཡིན་ན་ཡང་དེ་ཐམས་ཅད་ཨ་ནི་ཆོས་སྒྲུབ་པའི་གྲོགས་སུ་གྱུར་རའི་གཅིག། དེ་ནང་བཞིན་གནོད་བྱེད་ག་འདྲས་ཀྱིས་བྱུང་བ་ཡིན་ན་སོ་སོ་ལ་ཡང་གནོད་པ་སྐྱེ་ཉེན་ཐ་མི་དང་མི་མ་ཡིན་པ་ག་འདྲས་ཀྱིས་གཅིག། གནོད་པ་སྐྱེ་ཉེན་ཅིག་བྱུང་བ་ཡིན་ནས་དེ་ཐམས་ཅད་ཨ་ནི་སོ་སོ་ལ་ཡང། ཆོས་ཀྱི་སྐུལ་མ་བྱེད་ཀྱི་ཡོད་ཨཱ་བསམ། ཆོས་ཀྱི་སྐུལ་མ་བྱེད་ཉན་གྱི་དགེ་བའི་བཤེས་གཉེན་འདྲ་བོ་ཡིན་ཨཱ་ང་རང་ཚོ་གཅིག་བལྟས་ན་ཚ་ཆུང་སུ་ན་ཞིག་ནས་ཆོས་བྱས་དྲན་གྱི་འདུག་ང་འོ་འདི་ཡིན་པ་ཡིན་དུས་ད་གནོད་བྱེད་དེ་ཚོ་གི་རྐྱེན་བྱས་ནི་ད་སོ་སོ་ལ་ཡང་ན་བར་བ་འོ་འདི་ན་བ་ཡིན་དུས་ཨཱ་ནི་དེ་ཚོ་ཚང་མ་ལོ་ངོ་ནས་དྲག་ནས་སོ་སོ་ཆོས་ལ་སྐུལ་ཉན་གྱི་དགེ་བའི་བཤེས་གཉེན་ཡིན་བསམ་ས་འོ་དེ་འདྲས་ཀྱི་བསམ་བློ་བཏང་དགོས་རེད་འོ་འདུག་ས་བྱས་བྱས་ནས་བསམ་བློ་བསྒྱུར་བ་ཡིན་ན་བསམ་བློ་བཏང་བཏང། དུག་ཉེན་དེ་ལ་ཡ་ད་ངེད་ཀྱི་དཀའ་ཉེན་དང་དུག་ཉེན་དེ་ལ་ཡ་ཨ་ནི་ཅི་ད་ང་ད་ཐབས་སྐྱོ་སོང་ང་ལས་ཐབས་སྐྱོ་བ་མི་འདུག་དེ་འདྲའི་ཟས་ཚབ་དེ་ལ་ཡ་ཨ་བསམ་བློ་འགྱུར་བྱས་ནས། ཅིག་ད་ངེད་ཁོང་ལ་ཞུས་པ་ནང་བཞིན་ཨོ་ནི་ང་རང་གི་ལས་རེད་ད་ང་རང་གི་ལས་ཟས་ཀྱི་གོ་སྐབས་རེད་ཨོ་དེ་འདྲས་ཟས་བསམ་བློ་བཏང་ནས་ཨ་ནི་ང་ཅིག་གཏོང་ལེན་གོ་མེད་ཀྱི་གོ་སྐབས་རེད་ཤག་ཨོ་དེ་འདྲས་ཀྱི་བསམ་བློ་བཏང་ཐུབ་པ་ཡིན་ན་ཨ་ནི་ཅིག། སྐད་སྙན་དེ་གར་ཟེར་བོ་རེད་འདི་ག་གི་སོ་སོ་ལ་ཡ་གནོད་ཚབ་ཆེན་པོ་མི་ཡོང་བའི་ཁྱད་པར་ཡོད་རེད། ད་འོ་ན་སྦྱོར་བའི་མགོ་ནས་ལམ་དུ་འགྱུར་ཚུལ་ག་རེ་རེད་ལབ་ཡིན་ན་དང་པོ་དེ་ལ་ཡ་ད་སྦྱོར་བ་བཞི་ཟེར་བྱེད་ཅིག་བཤད་ཀྱི་ཡོད་རེད་སྦྱོར་བ་བཞི་དང་ལྡན་པའི་ཐབས་མཁས་ཀྱི་ཟས་སྦྱོར་བ། འོ་དེ་ཡིན་དུས་ད་སྦྱོར་བ་དང་པོ་དེ་ལ་ཡ་ཚོགས་བསགས་པ་ཟེར་བྱེད་ཅིག་རེད། ད་ག་རེ་བཟོས་དུས། ད་ལྟ་བཀའ་ཉན་འཕྲད་ཡོང་དུས་ད་དུ་ཉན་མྱོང་གི་ཡོད་རེད་བ། འོ་དུ་ཉན་མྱོང་བསྡད་ཡོད་དུས། ཨ་ནི། དུ་ཉན་དང་འདོད་གི་མི་འདུག་ན། དུ་ཉན་མི་འདོད་པ་དང་ཨ་ནི་དལ་བ་འདོད་པ་དེ་འདྲ་ཡིན་པ་ཡིན་ན། ཨ་ནི་དལ་བའི་རྒྱུ་བསགས་ཁོ་ཁོ་རེད་ཟེར་བྱས་བྱས་ནས་ད་ད་ད་ང་རང་ཚོ་དུ་ཉན་མྱོང་ཡ་དེ་ཨ་སོ་སོ་གི་རྩ་བའི་བླ་མ་གི་ཡ་སོ་སོ་ལ་ཡ་བདག་སྤྲད་གི་ཡོད་ཨ་བསམ་བསམ་བྱས་བྱས་ནས་ད་ཁྱོད་རང་དུ་ཉན་འདོད་གི་མི་འདུག་ན། དུ་ཉན་མི་འདོད་པ་དང་དལ་བ་འདོད་པ་དེ་འདྲ་ཡིན་ན། ཨ་ནི་དལ་བའི་རྒྱུ་ཚོགས་བསགས་ཁོ་ཁོ་རེད་ཟེར་བྱས་བྱས་ནས་སོ་སོའི་རྩ་བའི་བླ་མས་ཡ་སོ་སོ་ལ་ཡ་ད་ད་སྤྲད་ནས། རོ་བ་ད་སོ་སོ་ལ་ཡ་དྲན་གསོ་བྱས་བྱས་ནས། རྒྱལ་བ་ལ་ཡ་བསྐུལ་བས་ཀྱི་ཨ་ནི་ད་བྱེད་ཀྱི་ཡོད་བསམ་བསམ་བྱེད་དགོས་རེད། འོ་དེ་ཉེ་དུས་ཨ་ནི་སོ་སོ་གི་ག་ཚོད་ཐུབ་ཐུབ་ཀྱི་ག་རེ་ཚོགས་ཀྱི་རེད་ད། སྐྱེ་བ་བསྒྲུབས་རོ་བ་ཚོགས་བསགས་གྲིབ་སྦྱང་བྱས། ཨ་ནི་ཅིག་བླ་མ་དཀོན་མཆོག་གསུམ་ལ་ཡ་མཆོད་པ་ཕུལ། ཨ་ནི་མཆོད་པ་ཕུལ་ནས། ཨ་ནི་མེ་འབྲས་དང་བཅས་པ་མཆོད་པ་ཕུལ་མཆོད་པ་དང་མེ་འབྲས་དེ་ཚོ་ཕུལ་ནས། ཨ་ནི་ད་ལྟ་ལམ་རིམ་དེ་བློ་སྦྱོང་དེ་ཚོའི་ནང་ལོག་ལ་ཡ་ད་སྨོན་ལམ་དེ་འདྲས་རྒྱག་དགོས་རེད་གསུངས་པ་རེད། སྨོན་ལམ་ག་རེ་རྒྱག་དགོས་རེད་ཟེར་དུས། ཨ་ནི་ཅིག་ད་ང། ན་ན། ན་བ་ལེགས་ན། ན་བ་བྱིན་གྱིས་བརླབས་འདུག་ཟོས། རེད་བ། ད་ང་ད་རིང་དེ། ན་བ་ཡི་ན་ནས་ན་བ་ཡིན། ན་ན་ནས་ཡག་ག་ཡོང་གི་ཡོད་པ་ཡིན། ཨ་ནི། ད་ན་ན། ད་ན་བ་ལེགས་ན། ཨ་ན་བ་བྱིན་གྱིས་བརླབས་འདུག་ཟོས། ཨ་ནུ་གསོད་པ་ལེགས་ན་གསོད་པར་བྱིན་གྱིས་བརླབ་ཏུ་གསོལ། ཤི་བ་ལེགས་ན་ཤི་བར་བྱིན་གྱིས་བརླབ་ཏུ་གསོལ། གང་བྱས་དེ་ལས་ཡར་རེ་དོགས་འགོག་པའི་གསོལ་འདེབས་བྱེད་ཅེ་ན། ཅི་ང་ཅིག་དྲག་རོགས་བྱེད་ན་བསམ་པའི་རེ་བ་ཅི་ཁ་དེ་གེར་བ། ཡང་ཅིག་ང་ཤི་མི་ཡོང་བསམ་པའི་ཡང་ཅིག་རྣམ་རྟོག་དང་ཞེ་སྣང་དང་རྣམ་རྟོག་བྱུང་དུ་བུར་བ་ད་ཏི་བ་སེ་ཡའི་དོན་དག་ལ་གར་ཡོར་བསོད་དུ་བློ་གཅིག་སེམས་གཅིག་གི་ཐོག་ནས་སོ་སོ་གི་ད་བཙའ་བའི་བླ་མ་དང། ཨ་ནི་དཀོན་མཆོག་གསུམ་ལ་ཡ། ད་གལ་སྲིད་ང་གཅིག། ན་ནི་ཡག་ག་ཡོད་པ་ཡིན་ན་ང་ན་བ་ཡོང་རོགས་བྱོས། ང་གྲ་ནི་ཡག་ག་ཡོད་པ་ཡིན་ན་ཨ་ནི་ང་གྲ་བ་ཡོང་རོགས་བྱས། ཨ་ང་ཤི་བ་ཡག་གི་ཡོད་ན་ཨ་ནི་ཤི་བ་བྱིན་གྱིས་བརླབ་ཏུ་གསོལ། འོ་ཐུགས་སུ་བཅས་བྱས་ནས་སྨོན་ལམ་རྒྱག་གོ་རེད། འདི་གསུངས་པ་རེད། ད། སྦྱོར་བ་གཉིས་པ་སྟེ་སྡིག་པ་བྱུང་བ། ད་དེ་ཡང་བདག་གིས་ན་གཞི་བྱས་བྱས་ནས་ད་བླ་མས་གི་ཡ་སོ་སོ་ལ་ཡ་བདག་སྤྲད་གི་ཡོད་བསམ་བསམ་བྱས། ང་རང་ཚོ་གཅིག་སྡེ་བ་ལ་ཡ། ཨ་ནི་ཅིག་ཏིས་ཅིག་གྲ་མ་འགྲིག་པ་ལྟ་ན་རྒྱུ་ཚ་རྒྱུ་ཆུང་བའི་ཁ་ཐུག་དེ་ལ་ཨོ་ད་ང་བླ་མ་གི་ཡ་ཁྱོད་རང་དོན་གཉེར་འདོད་དགོས་མི་འདུག་ན་ཨ་དོན་གཉེར་གྱི་རྒྱུ་སྡིག་པ་སྤོང་ཤིས་བྱས་བྱས་ནས་ང་ལ་ཡ་ཨ་ནི་སྡིག་པ་སྤོང་ཡས་གི་སྡིག་བཤགས་བྱེད་ཡས་ལ་ཡ་ཨ་ནི་སྐུལ་མ་བྱེད་ཀྱི་ཡོད་བསམ་མེད་བསམ་པའི་ཐོག་ནས་ཨ་ནི་ཅིག་གཉེན་པོ་སྟོབས་བཞིའི་མགོ་ནས་སྡིག་པ་བྱང་ཡས་ལ་ཡ་འབད་རྩོལ་བྱེད་དགོས་གི་རེད་ཨོ་དེ་ལྟ་སྡིག་པ་ཆུང་བ། ད་དེ་ནས་དོན་གྱི་ལ་ཡ་གཏོར་མ་སྟེར་བ་ཟེར་ཆོག་རེད་ད་དོན་གྱི་ལས་གཏོང་མ་སྟེར་བ་བཟོས་དུས་ང་རང་ཚོ་དེ་མཚམས་མཚམས་ཡར་ལྟ་ན་དེ་འདྲ་བྱེད་ཡོང་དུས་མོ་རྒྱབ་ཡོང་དུས་གཅིག་གཅིག་གིས་སྣོད་བཞག་གཉིས་གཉིས་ཀྱིས་སྣོད་བཞག་ཨ་ནི་ཞབས་བརྟན་གཅིག་བཤེས་གཉེན་དུས་ཐོག་རྒྱབ་ཞོ་ཨ་ནི་རྒྱབ་བཤིག་གཏོང་ཞོ་གཅིག་གཅིག་བྱེད་ཞོ་ཆ་གསུམ་གཏོང་ཞོ་བྱས་རྗེས་ནས་མོ་ན་དོན་ཡོང་གི་འདུག་མ་འོ་དེའི་ཁབ་ཐུག་ལ་གཟིགས་བར་ད་དགེ་སྦྱོར་གྱི་ད་དེ་འདྲས་ཀྱི་གནོད་པ་བྱེད་མཁན་དེ་ཚོ་གནོད་པ་བྱས་པ་ཡིན་ཙང་དང་གི་ཞུས་པ་ན་གཞི་བྱས་བྱས་ན་ང་རང་ཚོ་ཏེས་ཀྱི་ན་ཚ་བྱུང་སོང་ན་ཨ་ནི་ཤི་ནའི་ཆོས་བྱས་ཡས་ཀྱི་བསམ་བློ་དེ་སླེབས་ཀྱི་ཡོད་ར་བ་དེ་ཡིན་དུས་ད་དེ་ཚོ་གི་ཡ་རྐྱེན་བྱས་ནས་ཨ་ནི་སོ་སོ་ལ་ཡ་རྒྱལ་བ་ལ་ཡ་བརྐུས་པ་དེ་ལ་ཡ་ཨ་ནི་བཀའ་དྲིན་ཆེ་བསམ་བསམ་གྱི་བསམ་བློ་གཅིག་དང་ཨ་ནི་ད་དུང་ཡིན་ན་ཡང་ཨ་ནི་སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་རྐྱེན་ཐམས་ཅད་ཨ་ནི་ངས་ཀྱི་ད་གཅེས་འཛིན་གྱི་ཐོག་ལ་ཡ། ཨ་ནི་སྨིན་པ་ཡོང་རོགས་བྱེད། ཨ་ནི་བྱང་ཆུབ་མ་ཐོབ་ཀྱི་བར་དུ། ཡང་ནས་ཡང་དུ་དགེ་བ་ལ་ཡང་སྐུལ་མ་བྱེད་རོགས་བྱེད། བྱས་བྱས་ནས་འོ་ཐུགས་སུ་གཏོར་མ་ཕུལ་ནས་ཨ་ནི་གསོལ་བ་སྨོན་ལམ་དེ་འདྲས་བཏབ་དགོས་རེད། འོ་དེ་རེད། ད་དེ་ནས། ཆོས་སྐྱོང་ལ་ཕྲིན་ལས་བཅོལ་བ། ད་ཆོས་སྐྱོང་སྲུང་མ་ལ་ཡང་ཕྲིན་ལས་བཅོལ་དགོས་དགོས་རེད། ད་ཆོས་སྐྱོང་སྲུང་མ་ལ་ཕྲིན་ལས་བཅོལ་ཡ་དེ་ག་རེ་བཟོས་དུས་རེ་དོགས་འགོག་པའི་གསོལ་འདེབས་ཀྱི་སྒོ་ནས་ཕྲིན་ལས་བཅོལ། ད་སོ་སོ་ནག་ཚགས་ཆོམ་པ་ཡིན་ན་ཨ་ད་གིན་ན་བཞིན་བྱས་ནས། གར་ཟེར་བ་རེད། ཐང་གའི་ཤུལ་ཡིན་པ་ང་ན་བ་ཡིན་ན་ད་ན་བ་ལེགས་ན་ན་བ་བྱིན་གྱིས་བརླབ་ཏུ་གསོལ་རོ། ན་བའི་ཕྲིན་ལས་མཛད་དུ་གསོལ། ཨ་ནི་གསོལ་ན་ལེགས་ན་གསོལ་བར། ཨ་ནི་གསོལ་བའི་ཕྲིན་ལས་མཛད་དུ་གསོལ། དེ་ནང་བཞིན་ཨ་ནི་ཅིག་ཤི་བ་ལེགས་ན་ཤི་བའི་ཕྲིན་ལས་མཛད་དུ་གསོལ་ཞེས་བྱས་ནས་ཨ་ནི་ཆོས་འབྱུང་སྲུང་མ་ལ་ཡང་ཕྲིན་ལས་དེ་འདྲས་སུ་བཅོལ་དགོས་ཀྱི་རེད། ཨོ་དེ་འདྲས་སུ་བྱས་བྱས་ནི་ད་གང་ལྟ་ཅིག་སྐད་སྙན་ཆེ་ཆུང་ག་འདྲས་ཀྱི་ཕྲད་པ་ཡིན་ན་ལས་བསམ་བློ་དེ་འདྲས་ཀྱི་བཏང་དགོས་དགོས་རེད་བསམ་བློ་དེ་འདྲས་ཀྱི་བཏང་པ་ཡིན་ན་ཨ་ནི་སྐད་སྙན་ཆེ་ཆུང་ག་འདྲས་ཅིག་ལ་ཡ་ཕྲད་པ་ཡིན་ན་ལས་ཨ་ནི་སྐད་སྙན་དེ་གི་སོ་སོ་ལ་ཡ་ཨ་ནི་མ་གནོད་པ་ཅིག་གནོད་མ་ཐུབ་པ་ཅིག་དང་ཨ་སྐད་སྙན་དེ་གི་ཡང་དགོས་ཅིག་ཆོས་སྒྲུབ་པའི་ལ་ཡ་ཨ་ནི། ཅིག། འགོག་རྐྱེན་བྱས་དང། ཆོས་སྒྲུབ་པའི། ལི་ཡ། ཨ་ནི། སེམས་ཤུགས། ཅིག། ཆགས་འགྲོ་བའི། ཨོ་དེ་འདྲས་ཡོང་གི་མ་རེད། ཨོ་དེ་ཡིན་པ་ཡིན་དུས། ད། རྣམ་པ་གཙོ་བོ། ད། དེང་སང་གི་ད། དུས་ཚོད། དཀའ་ཉེན་ཅན། དེའི་ཁབ་ཏུ་དེ་ལི་ཡ། དེ་འདྲས་ཀྱི་ཐོག་ནས་ཅིག་གོང་འཕེལ་བྱེད་ཐུབ་ན། ཨ་ནི་ཕལ་ཆེར་ཅིག། དཀའ་ཉེན། ཨ་སེལ་གྱི་ཐབས་ཤེས་ཡོང་དུ་ཁ་བོ་རེ་དྲན་གྱི་འདུག། ཨ་ནི་གཙོ་བོ་གཙོ་བོ་ད་ག་རེ་བཟོ་དུས། མང་པོ་ཅིག། ཨ་ནེ་ཅིག་ནང་མི་མཉམ་དུ་དེད་དེ་གི་ཡོད་རེད་དེ་ཡིན་པ་ཡིན་དུས་ད་ནང་མི་ལ་ཡ་ད་སེམས་ཁྲལ་བྱེད་རྒྱུ་ཡོད་མ་རེད་བྱས་བྱས་ནས་སློབ་གསོ་བྱས་བྱས་ཡས་ཡག་ཤོས་དེ་ག་རེད་བཟོས་དུས་སོ་སོ་གི་དེ་ཚོ་ཉམས་ལེན་བྱས་བྱས་ནས་སོ་སོ་གི་དངོས་གནས་དྲང་གནས་ཅིག་རྣམ་འགྱུར་ལུས་པོའི་རྣམ་འགྱུར་ཡེ་ནས་རེད་འོ་དེ་ཚོ་དཔེར་ཁོ་རང་ཨ་ནེ་འགྱུར་བ་མ་ཕྱིན་པ་བྱས་བྱས་དངོས་གནས་དྲང་གནས་ཕ་ཕྱོགས་གི་མི་ཚོས་ལྟ་ཡོང་དུས་ཨོ་འདི་དངོས་གནས་སེམས་ལྷོད་པོ་ཞི་བོ་ཅིག་ལྷོད་ལྷོད་ཅིག་ཞི་བོ་ཅིག་འདུག་ཨ་བསམ་བསམ་གི་འོ་དེ་འདྲའི་སླད་བྱོལ་བ་དེ་གལ་ཆེན་པོ་ཡིན་ས་རེད། དེ་མ་གཏོགས་སོ་སོའི་ཞེད་སྣང་འཚེར་སྣང་དང་དཔལ་འཁོར་སེམས་ཁྲལ་ཞེའུ་ཅི་བྱས་བྱས་ནས་ཨ་ནེ་སོ་སོའི་འོག་ལ་ཡ། ཅིག་ལྟ་སྐྱོང་གི་འོག་ལ་ཡོད་དེ་ངས་དེ་ཚོ་ལ་ཡ། ཨ་ནེ་ཁ་ནས་སེམས་ཁྲལ་བྱེད་རྒྱུ་ཡོག་མ་རེད་སེམས་ཁྲལ་བྱེད་རྒྱུ་ཡོག་མ་རེད་འགྲིག་འགྲོ་གི་རེད་འགྲིག་གི་འགྲོ་གི་རེད་ལབ་བསྡད་པ་ཡིན་ན། ཨ་ནེ་དེ་ག་ས་གིས་ད་ནུས་པ། གར་ས་བོར་ནུས་པ་ཡག་པོ་ཅིག་ད་ཐོན་ཐུབ་གི་ཡོག་མ་རེད། འོ་དེ་ཡིན་པ་ཡིན་དུས་ཨ་ནེ་ཚང་མ་ལོག་གི་ཡ་ད། དུས་ཚོད་དཀའ་ལས་ཁག་པོ་འདིའི་ཐོག་ལ་ཡང་དེ་འབྲེལ་གྱི་ཐོག་ནས་དང་ཉམས་ལེན་གནང་རོགས་བྱེད་བྱེད་ནས་སྐྱབས་འཇུག་ཞུ།